ཐུགས་རྗེ་དགོངས་ལ་སྙོམས་པ་དགའ་བཅོམ་ལྡན་འདས་མཚན་ཐ་མ་ཐོས་པས་ངན་འགྲོའི་སྡུག་བསྔལ་ཟིན། ཐུགས་གསུམ་མ་ནས་ཟས་སངས་རྒྱས་མི་འགྱེད་ལ་བིན་དུ་ར་ཡ་ཡི་ཡོ་ལ་ཕྱག་འཚལ་ལོ། ད་དང་ཐོག་དགེ་བྱེད་གཉིས་ཀྱི་སྐྱབས་གནས་དང་པོ། གོང་དུ་སྐྱབས་མགོན་ཆེན་པོ་མཆོག་དང་བླ་མ་སྐྱེས་ཆེན་དམ་པ་རྣམས་ཀྱི་གུས་ཕྱག་སྔོན་དུ་བཏང་ནས། ཨ་ནི།

ག་ལ་གང་འཚམས་ཀྱི་འགྲེལ་བཤད་བརྒྱབ་ཡིན། ཕལ་ཆེར་དེའི་མི་མང་གིས་མཁྱེན་རྟོགས་ཡོང་བར་གྱི་ངས་ཀྱི་རེ་བ་ཞུ་གི་ཡོད། ད་དེ་རིང་དེ་ག་རེ་རེད་ཟེར་ན། ད་དེ་རིང་དེ་ནང་ལ་གཙོ་བོ་དེ། སེམས་དང་རླུང་གི་བྱ་ལས་ལ་བརྟེན་ནས་གཟུགས་པོའི་ནང་ལ་ཕན་པའི་བྱ་བ་ག་རེ་ཡོང་གི་ཡོད་རེད་ག་རེ་སྒྲུབ་ཀྱི་ཡོད་རེད།

རླུང་གི་རྐྱེན་བྱས་ནས་ན་ཚ་སྡུག་ཏུ་འགྲོ་འི་ཞེ་བོ་འཇོག་རེད་ན་ཚ་མང་པོ་དང་ད་དེ་འདྲའི་ཐོག་ནས་དེ་དཔེ་མདོར་བསྡུས་ཙམ་ཞེས་པ་ཡིན་དེ་ཡིན་གྱི་མིན་གྱི་དགོངས་པ་བཞེས་རོགས་གནང། དེ་སོང་ཙང་དུས་རྟག་ཏུ་རླུང་དེ་མ་ཡིན་གྱི་མིན་གྱི་གཅིག་གི་བཏང་སྙོམས་ག་ལ་བཞག་དགོས་པོ་རེད། རླུང་མེད་ཀ་དག་རེད་ཡིན་ན་རླུང་དེ་ཁོ་རང་ཚད་ནས་ཡ་བརྒལ་ནས་དེ་བྱས་པ་ཡིན་ན་ག་ཚོད་རེད། སྟངས་འཛིན་བྱེད་མ་ཐུབ་པ་བཅས་ཁོ་པ་དེ་ཁོ་རང། ཁོ་རང་གི་དབང་བསྒྱུར་ལ་ཕྱིན་པ་ཡིན་ན་ཞི་བ་ཆེ་གནོད་སྐྱོན་ཆེན་པོ་གཏང་གི་རེད། ད་བོད་པའི་མི་ཆུང་རྣམས་ལ་རླུང་འཕེལ་བ་དང་རླུང་ཟད་པ་དང་རླུང་འཁྲུགས་པ་ཟེར་དྭང་ནང་བཞིན་ད་རླུང་འཕྲི་བད་ཀན་གསུམ་གསུམ་ཆ་རེད། རླུང་འཁྲུགས་པ་བད་ཀན་འཁྲུགས་པ་འཕྲི་བ་འཁྲུགས་པ་ཟེར་བྱས། ཨ་ཨ་ནི་ད་འདི་དུ་བ་འཁྲུགས་པ་ལགས་རེད་ཨ་ནི།

བརྙན་ཁ་ཆེན་པོ་རྒྱ་བལ་སྟངས་དང་དེ་འདྲས་ཀྱི་བརྙན་དེ་འདྲས་བརྙན་ཚད་དང་དེ་འདྲས་མང་པོ་ཡོད་ད་ཚ་བའི་ན་ཚ་མང་པོ་ཡོད་རེད་དེ་ཚོའི་ཚང་མ་ཡ་ཚ་བ་ཁྲི་བ་ཕལ་པོ་བསྟེན་ཡོང་དགོས་རེད་ཡང་ཁྲི་བ་གི་ནུས་པ་མ་ཟ་བ་ཡིན་ན་ཚད་ལ་མ་ཟ་བ་ཡིན་ན་ཨ་ནི་ལུས་ལུས་ཀྱི་དྲོད་ཉམས་པ་དང་ཨ་ནི་ཅིག་དོན་དང་སྣོད་ཀྱི་ནུས་པས་ཀྱི་ཨ་ནི་མེ་དྲོད་དེ་ཚོ་དཔེར་ན་ཕོ་བ་མེ་དྲོད་དེ་ཚོ་ཉམས་པ་དང་ད་དེ་འདྲས་ཀྱི་རྐྱེན་བྱས་ནས་ཨ་ནི་ཡང།

དེ་ལ་རྒྱུ་མཚན་ལྡན་པ་བརྗོད་ན། གང་ཡོན་ཅི་ཡོན་གྱི་དགོངས་པ་བཞེད་དགོས་རེད་དེ། ཁ་སང། མི་ཐམས་ཅད་བདེ་བ་འདོད་པ་དང་སྡུག་བསྔལ་མི་བསྡུ་བ་ཅིག་རེད། རང་ཉིད་ན་མོ་སྐོར་བ་ཚ་མོ་སྐོར་བ་ཨ་ནི་སེམས་དང་ལུས་ཀྱི་སྡུག་བསྔལ་མྱང་ཉིད་མྱང་འདོད་མེད་ན། ཨ་ནི་ངས་ད་ལྟ་བཤད་དེ་ལ་དགོངས་པ་གཏད་སོ་བྱས་པ་ནི་ཕན་ཐོགས་ཡོང་གི་རེད། ད་ཁ་ནས་ཨ་ནི་བདེ་བ་འདོད་པ་དང་སྡུག་བསྔལ་འདོད་དགོས་མེད་ཀི་སི་ཁོ་རེ། ང་ཚོ་རྒྱུན་དུ་ལས་ཀ་བྱས་བྱས་རོགས་ནོར་འཁྲུལ་རྐྱང་རྐྱང་བྱས་ནས།

ལེགས་པའི་ཐོག་ནས་ཕན་ཐོགས་རྒྱ་ཆེན་པོ་ཡོང་བ་དང། སེམས་ཀྱི་སེམས་རྨོངས་པ་དང་གཏི་མུག་དང་ཉོན་མོངས་པའི་དབང་དུ་གྱུར་པར་བརྟེན་ནས་ལེགས་ཉེས་སྒོམ་མ་ཚོལ་བར་བྱས། དེ་འདྲའི་རྒྱུ་མཚན་ལ་བརྟེན་ནས་སེམས་ཀྱི་བྱེད་ལས་བརྟེན་ནས་རླུང་ལ་ཡང་འགྱུར་བ་དང་དེའི་རྒྱུ་མཚན་ལ་བརྟེན་ནས་ལུས་ལ་བདེ་བ་དང་སྡུག་བསྔལ་གྱི་རྒྱུ་དྲག་ཏུ་གྲུབ་དགོས་པའི་སྐོར་དུ་བཤད་ཡིན་པ་སྐད་ཆ་རེད་ད། ད་གང་ཅི་གོང་དུ་ཞུ་བ་རྣམས་བཞིན་སེམས་འདི་རྟག་ཏུ་རླུང་དང་མཉམ་བཞག་བྱས། རླུང་དེ་ཤིན་ཏུ་ཡང་བ་དང་གུལ་བ་དང་གཡོ་བ་དང་ཁྱབ་པ། ག་ས་ག་ལ་ཁྱབ་པ་ལ་བརྟེན་ནས་རླུང་དེ་དུས་རྟག་ཏུ་ཕྲེང་བ་དང་བད་ཀན་མཉམ་དུ་ཁྱབ་བདེ་བ་མཉམ་དུ་བྱ་བ་བྱས་བ།

གོ་རྟོགས་ནས་འདི་ལ་ངོས་འཛིན་པ། ཨ་ནི་བྱམས་པ་དང་སྙིང་རྗེ་དག་རྒྱ་ཆེ་ས་བཞིན་བྱམས་པ་དང་སྙིང་རྗེ་དང་བཟོད་སྒོམ་གཡོ་བའི་མི་སྦྱོར་བ། དེའི་སེམས་པ་དེ་ལྷོད་ལྷོད་བྱས་ཏེ་ཡོད་དུ་བཏང་པ། སེམས་དེའི་རླུང་དང་མཉམ་སྦྱར་སོང་སྟེ་དེ་རང་བཞིན་མེད་པའི་རླུང་དེ་བ་ལྷོད་ལྷོད་བྱས་ནས་བའི་ཆ་སྙོམས་པོ་གང་ལ་འགྲོ་དེ་གི་རླུང་དེ། རླུང།

མོ་ཏྲ་དང་མ་སོང་དུ་ད་དེ་པད་ཀྲོལ་འདྲ་བོ་དེ་རེད། ད་དེ་ནུ་བ་ཏག་ཏག་ཏག་ཏག་སྐྱེ་ཡོང་དུ་དམ་པ་ཨ་ནི་ཁྲག་སྐྱུག་ཡག་པོ་ལ་བརྟེན་ཆུ་ཚོད་ཡག་པོ་ལ་རྒྱུ་བ་བརྟེན་གི་ཨ་ནི་གཟུགས་པོད་ཀྱི་ཨ་ནི་ཤ་སྒྲེམ་ཡག་པོ་བྱ་ཡོང་ཤ་སྒྲེམ་ཡག་པོ་བྱས་ནས་ཨ་ནི་གཟུགས་པོད་ཀྱི་ཨ་ཚིལ་གྱི་ད་ཚིལ་ལུག་གི་ཚིལ་ཟོ་ར་ད་ཚིལ་གྱི་ཨ་ནི་གོས་པ་ད་ནུས་པ་དེ་ཚོ་ཏག་ཏག་ཆ་སྙོམས་བྱས་དེ་ཚོ་ཆ་སྙོམས་ཡག་པོ་ལ་ཡོད་པ་བརྟེན་གི་ཨ་ནི

ནུས་པ་དང་ལྡན་པ། ལ་ནུས་པ་དང་ལྡན་པ་ཡོད་དོ་ལྟ་བུ་ཨ་ནི་ཡང་སྐྱོ་བསྐྱར་དུ་དེ་གི་ག་རེ་ཕན་གི་ཟེར་ན། སེམས་ལྷོད་པོ་དང་སྐྱིད་པོ་ཡོང་ཡ་དང་ཨ་ནི་དམིགས་བསལ་གི་ཨ་ནི་དབང་པོ་ལྔ་གི་བྱ་ལས་དང། ཨ་ནི་བསམ་བློ་བཏང་ཡས་གི་ནུས་པ། རྣམ་དཔྱོད་ཤེས་རབ་དེ་ཚོ་ཚང་མ་ཡར་རྒྱས་ཕྱིན་ནས་ཨ་ནི་སེམས་པ་དང་མི་གི་བསམ་བློ་གི་ཨ་ནི་ནུས་པ་དང་ཤུགས་ཆེན་པོ་ཆག་ཡ་དང་མི་གྲུང་པོ་དང།

སེམས་སྐྱིད་པོ་དང་སེམས་བདེ་བོ་དང་ལྷོད་པོ་ཡོད་ན་ཨ་ནི་ལུས་ཀྱི་ཨ་ནི་ལུས་ཟུངས་ཀྱི་ནུས་པའི་གི་ནུས་པ་དེ་ཡར་རྒྱས་འགྲོ་གི་འདུག། སེམས་ནང་ལ་རྔམ་སྐྲག་དང་ཅིག་ཞེ་སྣང་དང་ཁོང་ཁྲོ་ང་རྒྱལ་ནི་ཨ་ནི་ནུས་པ་ཉམས་འགྲོ་གི་འདུག་སོང་དེ་དེ་ནི Immune System འོ Defense ཟེར་གྱི་འདུག་ཨ། ཟུག་གི་ལུས་ཟུངས་ཨ་ནི་སྐྱོབ་མཁན་དང་ལུས་ཟུངས་ཀྱི་དང་ནུས་ཤུགས་ཐང་མ།

འཕྲུལ་འཁོར་དུ་མ་བསུ་ན་ཚང་ལས་ཀ་བྱེད་ས་ཚང་མ་ལ་གོ་ཡ་དེ་ཏག་ཏག་ཏག་ཏག་སྐྱེལ་ཡོང་བརྩམས་པ་ཨ་ན་ཕོ་བས་ལས་ཀ་བྱེད་ཕོ་བ་ལས་ཀ་བྱེད་རྒྱུ་མས་ལས་ཀ་བྱེད་རྒྱུ་མ་ཁོ་ར་ཏག་ཏག་ཏག་ཏག་ཏག་ལོ་བ་དང་འདྲ་སྙིང་དང་གམ་ད་ལས་པ་དང་ཁོ་ར་ཏག་ཏག་བྱས་དང་པ་ད་དེ་ཡོངས་གྲགས་ཀྱི་ཨ་ནི་པད་དེ་ཁ་ཚར་ར་ད་འཕྲུལ་འཁོར་ཡོངས་གྲགས་དེ་ཏག་ཏག་བྱས་འདུག་དང་པ་ཨ་ནི་འབྲས་བུ་དེ་ཐོན་སྐྱེད་ཀྱི་འབྲས་བུ་དེ་བཟང་པོ་ཡག་པོ་བྱུང་གི་རེད།

རྒྱལ་པོ་ག་འདྲ་ཅིག་ཡག་པོ་ཡོད་ན་དེ་བློན་པོ་བོད་དུ་སྡུག་ཅག་དེ་འདྲ་བྱུང་ཆོག་ན་ཨ་ནི་བློན་པོ་གི་དབང་ལ་བསྒྱུར་ནས་ཨ་ནི་རྒྱལ་པོ་ལ་དབང་ཆ་མེད་པ་ཆགས་ཀྱི་འདུག་ཟེར་དཔེ་དེ་ངས་ཁ་ཚོན་གཅིག་ཞུས་ནས་བསམ་དགོས་འདུག་དེ་འདྲའི་གི་ཨ་ནི་ང་དེ་ཨ་ནི་ཤུགས་ཆ་ཚ་དྲུག་ཆོད་འདུག་པ་ཨ་ནི་སོ་སོ་རང་ནིང་ཉིང་གི་ཨ་ནི་རྣམ་དཔྱོད། མི་གི་རྣམ་དཔྱོད་མི་གི་ཀླད་པས་གི་ཨ་ནི་བྱ་བ་བྱས་པའི་རྣམ་དཔྱོད

འདས་པའི་ལོ་རྒྱུས་རྙིང་པ་དེ་ཚོ་ཡང་ནས་ཡང་ནས་བསམ་བློའི་ནང་ལས་བཏང་ནས་མི་མི་དེ་ང་ལ་ཅིག་ཅིག་བྱས་ཙང་ངས་མ་ཁོ་ང་ལ་དེ་སོང་ཁོ། དེ་འདྲས་ཅིག་མ་རུང་བ་གི་ད་ངས་མ་གི་ཨ་ནེ། ག་ཚ་ད་སོ་སོའི་འདོད་པ་མེད་པའི། མྱོང་ཚོར་དང་ཅིག་གནས་ཚུལ་ག་རེ་བྱུང་ཡོད་པ་ན། དེ་སེམས་ནང་ལ་ཡང་ནས་ཡང་ནས་བསམ་བློ་བཏང་ཙང་པ་ཨ་ནེ། འདས་པའི་རྒྱུ་མཚན་ལ་བརྟེན་ད་ལྟ་བ་འཕྲོད་ལ་བཏང་འཕྲོད་ད་ལྟ་བ་འཁྲུག་འགྲོ། ཁ་ཤས།

གཅིག་བྱེད་ཀྱི་དང་གཉིས་བྱེད་ཀྱི་དང་གཅིག་བྱེད་མདོག་ཁ་བོར་གཉིས་ཆོག་ད་དེ་འདྲའི་གི་ཨ་ནི། མ་འོངས་པའི་གི་ཐོག་ལ་སེམས་ཁྲལ་ཞེ་བོ་ཅིག་བཏང་ནས་ཨ་ནི་དེ་འདྲའི་ཐོག་ནས་ཨ་ནི་རྒྱུ་མཚན་ཐོག་ནས་ཨ་ནི་ཡང་བསམ་བློ་འཁྲུལ་འགྲོ་ཡ་ཅིག་བྱེད། ད་ཁ་ཤས་ཀྱི། དགའ་བ་ཆོག་ཤེས་མ་སྐྱེས་པ་བྱས་ནས། དང་ཡས་མས་བ། ད་དེའི་བསམ་བློ་བཏང་སྟངས་ལ་ཆེ་བ་ནི་ཕལ་ཆེར་ང་ཚོའི་བསམ་བློ་འཁོར་སྟངས་ལ་ཆེ་བ་ནི་ཕལ་ཆེར་ལོ་སྟོང་ཕྲག་འདས་གི་ཡོད་པའི་བསམ་བློ་འཁོར། ཨ་ནི་དེ་འདྲའི་ཐོག་ནས་ཨ་ནི་བའི་འདོད་པ་དང་ཆོག་ཤེས་ཁྱོན་ནས་མེད་བ་ཅན་ཨ་ནི་དང་ཡས་ཁྱོན་ནས་མེད་པའི་ཨ་ནི་བའི། རྒྱ་ཡོད་ན་གཏོང་དགོས་གཏོང་དགོས་ན་ཁྲིད་དགོས་ཟེར་ལ་སོགས་པ་ད་གང་བྱེད་ཨོ་ད་དེ་འདྲའི་གི་ཨ་ནི། ཨ། སྐྱེ་རྒ་ན་འཆི་གི་སྡུག་བསྔལ་ལ་ངོས་འཛིན་མེད་བ་ཁོ་དཔེ་དེབ་འབྱེད་གཅིག་ལ་བྱས་ནས་སོ་སོ་རང་ཉིད་བའི།

བདེ་བ་ཕར་བཞག་སྡུག་བསྔལ་ཚད་ལས་འདས་པ་ཡོང་གི་བ་རེད། དེ་སོང་ད་ལྟ་དེ་འདྲའི་ཐོག་ནས་ནི་སེམས་འཁྲུག་པ་ཟེར་དེ་རེད་སེམས་འཁྲུལ་བ་དང་སེམས་འཁྲུག་པ། ད་གང་ཅེ་རྣ་བ་འཁྲུལ་བ་ཟེར་བར་བ། ད་དེ་འདྲའི་འདི་ལ་འགྲེལ་བཤད་མང་པོ་ཡོད་རེད་ད་དེ་ང་ཚོས་ཞིབ་ཞུ་ཞུ་མི་དགོས་བྱས། ད་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་ད་བསམ་བློ་གི་དེ་ན་ང་རྒྱལ་ཁོང་ཁྲོ་དང་གཅིག་རྔམ་སྒྲ་དང་ཞེད་སྣང་དང་དེ་འདྲའི་དག་ཅིག་ཨ་ནི་ཁ་ཤས་ས་ལ་སེམས་ཤུགས་ཆག། འཚོལ་དུ་སྡོད་པ་སྡོད་པའི་གན་བྱ་བ་མ་བསྒྲུབ་པ། བསམ་པ་ན་ཞིག་མ་བྱུང་ཙམ་པ་ཨ་ནི་སེམས་ཤུགས་ཆག་ཡ་དང་སེམས་ཞུམ་པ་དང། སེམས་ཡང་གི་ཁ་ཚོར་ད་ནུས་པ་མ་ཉམས་འགྲོ་བས་ད་ཨིན་ཇི་གལ Depression ཟེར་དུ་ཨོ་ད་དེ་འདྲའི་གི་ཐོག་ནས་ད་གནས་པའི་སེམས་གི་ན་ཚ་ཚད་ལས་འདས་པ་བཟོ་གི་རེད།

དཔེ་དེར་ཆགས་ཕྱིར་ན་ལུང་པ་གཞན་དག་ཅིག་ལ། གཅིག། མི་དམངས་ལ་དཀའ་ངལ་ཞེ་བོ་ཅིག་ཡོད་པས་ན་ད་དེ་ཟས་དང་དེ་བརྟེན་ཁ་ལག་དང་དེ་འདྲ་མེད་པ་གང། དེས་ཕན་ཐོགས་ཆེ་བ་དེ་ལ་ཨ་ནི། ཁ་ལག་དེ་སྐྱེ་འགག་འགྲོ་བར་རོ། ད་དེ་སྐྱེ་བར་བྱ་བ་ལ་ལང་འགག་གོ་ར་མོ་སྐྲ་དང་རས་ལིག་གི་ལང་འགག་གོ་ར་མོ་སྐྲ་དང་རས་ལིག་འགྲོ་སར་ལང་འགག་མེད་པ་ཡིན་ན། ཨ་ནི། ས་གནས་ཕ་ཕྱོགས་དེ་ལ་ད། དགོས་མཁོ་ཆེ་བས་ན་ཁ་ལག་སྐྱེ་མ་ཐུབ་ན་ཨ་ནི་ཕ་ཕྱོགས་ལ་དཀའ་ངལ་འཕྲད་ཀི་རུ་བ། དེ་ནང་བཞིན་ང་རང་ཚོའི་གཟུགས་པོའི་ནང་ལ་ཨ་ནི། ཁྲག་དང་ཆུ་སེར་གནས་ག་ས་ལ་ཁ་ལ་གར་བ་ཡིན་ན་འཁར་བ་ཡིན་ན། ཨ་ནི། འགག་བསྡད་པ་ཡིན་ན་ཨ་ནི་ད་དེ་གི་ཨ་ནི། ཕ་ཆོས་ལ་བགོ་ཡ་བས་ན་སྙིང་ཨ་ནི་སྙིང་གི་ལས་ཀ་བྱེད་ཀྱི་ནུས་པ་གོ་ལྡང་མགྱོགས་མ་རེད་གློ་བ་ཡིན་ན་གློ་བས་ཀྱི་དེ་ག་རེ་ཡིན་ན་ཁོ། བགོ་ཡའི་ནུས་པ་དེ་ཏག་ཏག་སྤྲད་མ་ཐུབ་ཙམ་པ་ཨ་ནི་དེ་འདྲའི་ཐོག་ནས་ཨ་ནི། གཟུགས་པོ་ན་ལ་ཨ་ནི། ནུས་པ་ཉམས་འགྲོ་ཡ་དང། ཨ་ནི། ཡང་དེ་ག་ཚོད་རེད། ཤུགས།

རྒྱུ་མཚན་གཙོ་བོ་ཧ་སྒྲ་དེ་སྐད་ཆ་བརྒྱ་ཐམ་པ་རླུང་དང་འབྲེལ་བ་ཡོད་པ་རེད་སེམས་དང་འབྲེལ་བ་ཡོད་པ་རེད་ད་ཧ་སྒྲ་དེ་ཁ་ཤས་ཁ་ཤས་རེ་ཟུང་དེ་འདྲས་ནི་ད་ཁྲག་ནང་ལ་བཞག་མང་པོ་ཡོད་བ་དང་དེ་ཚིལ་ད་དེ་འདྲས་ཤུགས་ཆེན་པོ་བྱུང་བ་དང་ད་དེ་འདྲས་ཀྱི་རྒྱུ་མཚན་ད་ཡང་ཅིག་ཁ་ཤས་ཚིག་ལ་ནི་ད་སྙིང་གའི་ནང་ལ་སྙན་ག་རྒྱས་བ་དེ་འདྲས་སྙན་ག་རྒྱས་དེ་འདྲས་ཀྱི་ནི་རྩ་ཕྲན་འགག་བ་དང་ནི་རླུང་རླུང་ད་དེ་འདྲས་ཨོག་སི་ཅན་དེ་ཚོ་འགག་དེ་འདྲས་ཀྱི་ནི་ཡོངས་གྲགས་ཐོག་ནས།

ནས་བཙལ་བ་ལ་བརྟེན་ནས་འདི་འདྲའི་ཐོག་ནས་ད་གང་བྱས་དེ་ཁྲག་ཤེད་དང་དེ་ཚོ་དང་སྙིང་གི་ཧར་བྲལ་དེ་ཚོ་ཚང་མ་མི་དེ་ཚོའི་གྲས་ལ་ཡོང་གི་རེད་ཚོང་པ་ནི་ཆབ་སྲིད་པ་ནི་ཅིག་ད་ཁ་ཟེར་ལས་ཀའི་གནོན་ཤུགས་ཡོད་དེ་བ་དང་ནི་ཁ་ཤས་ནི་དཔེ་དེ་ནང་མི་ནང་ལ་ཡང་དེ་དཔལ་འབྱོར་གྱི་དཀའ་ངལ་ད་དེ་འདྲའི་ཐོག་ནས་དཔེ་བསམ་བློ་བཏང་ནས་ནི་དཔེ་དེ

དྲིན་ཅན་མེད་པའི་དྲིན་ཅུང་ཟད་འབྱུང་བ་བོད་པའི་དཔེ་ལ་སོ་སོ་ལ་དྲིན་ཆེན་པོ་ཞུ་བྱས་པའི་སྐད་ཆ་རེད། དྲིན་ཆེན་པོ་གང་གང་མ་རེད་སོ་སོར་སྡུག་བསྔལ་སྤྲད་དགོས་རེད། དེ་སོང་ད་སྐབས་འགའ་ལ་ད་དེ་ཚོའི་གྲས་དེ་ཡིན་གཅིག་མིན་གཅིག་ངོས་འཛིན་གནང་བ་ཡིན་ན། ང་ཚོ་འཛམ་བུ་གླིང་འདི་ལ་གནས་སྐབས་ཀྱི་འགྲུལ་པ་རེད་ད་རྟག་ཏུ་དེ་ཡ་དེ་འདྲ་མ་རེད་དེ་སོང་ད་གཅིག་འདོད་པ་ཆོག་ཤེས་ད་དེ་འདྲའི་མེད་བ་ཁྱོད་ནས་མེད་བ་ཅེས་པ་དེ།

སྟངས་འཛིན་མ་བྱས་ན་ཁོ་སྤྲེའུ་ནང་བཞིན་རེད་ད་སྤྲེའུ་ནང་བཞིན་དད་མ་ཚུར་ཞི་བ་བྱས་ཁྱོད་ཁྱོད་ནི་དད་གི་མ་རེད་ཁོ་སྟངས་འཛིན་བྱས་ན་ཁོ་རང་ཁོ་རང་ཁོ་ར་གནས་ལ་ཏག་ཏག་ལ་བཞག་མ་ཐུབ་པ་ཡིན་ན་དེ་སོང་ད་ད་དེ་ཚོ་ཞི་བ་བྱེད་གལ་ཆེན་པོ་རེད་ད། མང་པོ་འགྲེལ་བཤད་ཞུ་གི་མེད་ད་གང་ཆ་འདི་ཉིན་གྱི་ད་ལྟ་རོབ་ཙོ་གཅིག་ཁེན་ཏོ་ཁ་བོ་ཁེན་ཏོ་ཡོང་བའི་རེ་བ་ཡོད་ད་དེ་གཞུང་དམངས་དེ་ལ་ག་རེ་སོང་ཨེ་ད་རླུང་དེ་འཁྲུག་བཅུག་ཡིན་གྱི་རྒྱུ་ག་རེ་རེད་གཙོ་བོ་ག་རེ་རེད་སེམས། ཟས་སྤྱོད་ལམ། ད་རྐྱེན་ངན་འཕྲད་པ། ཨ་ནི་ད་ང་ཚོའི་བོད་པས་ནི་ད་དུས་སྟོན་དང་གནོད་པ་དེ་འདྲས་ཀྱི་ཡོད་ཐག་ཆོད་ཡོད་རེད་ད་དེ་འདྲའི་རྒྱུ་མཚན་མང་པོ་བསྟན་ནས་ཨ་ནི་ཡང། སེམས་འགེལ་དང་དེ་འདྲས་ཀྱི་ད་གནས་ཚུལ་མང་པོ་ལ་བསྟན་ནས་ཨ་ནི་རླུང་འཁྲུགས་རླུང་འཁྲུགས་ལ་བསྟན་ནས་ཨ་ནི། སེམས་ལ་ཨ་ནི་ཁ་ཚ། ལུས་ལ་དཀའ་ངལ་འཕྲད་ཨ་ནི་སེམས་ལ་སྡུག་བསྔལ་འཕྲད་ད་དེ་ཨ་ནི་རླུང་གི་ན་ཚ།